རྒྱལ་སྤྱིའི་གསང་ཉུལ་གསལ་དགའ་བོའི་གྲོགས་པོ་གྲོགས་མོ་ཚོ་ཁམས་བཟང་དེ་རིང་ནི་ཕྱི་ལོ་ཉིས་སྟོང་གྱ་མི་གཉིས་རྩ་དྲུག་སྤྱི་ཟླ་བདུན་པའི་ཚེས་གཉིས་རྩ་བཞི་རེད་བཟོད་པ་བསང་རེས་འགུམ་བསྟན་འཛིན་རྣམ་དཔྱོད་ཡིན་དེ་རིང་སླར་ཡང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུད་ཁ་ཤས་ཤིག་མཉམ་སྤྱོད་ཞུ་ཡས་མིན་པའི་ཐུགས་སེམས་ལྷོད་ལྷོད་ཅིག་སེམས་སེ་ན་རོགས་གནང་དེ་རིང་མཉམ་སྤྱོད་ཞུ་ཡས་ཀྱི་གསང་རྒྱུད་དང་བོ་དེ་ཡིན་ན France ལ་རིན་མི་གཅིག་ཤོར་བའི་རྐྱེན་བྱས་ཡིན་ན་དགོད་བྲོ་འཇམ་པ་མང་པོ་ཅིག་ཡིན་ན་གནས་སྤོས་ཆིག་རིས་བྱས་རྗེས France གྱི་གཞུང་སྐད་བཀའ་བཀྲོལ་གནང་ཞགས་འདི་དང་འབྲེལ་བའི་གསང་རྒྱུད་འདི་གསན་རོགས་གནང། དེ་རིང་རང་བྱུང་སྐྱོར་གྱི་གནས་ཚུལ་རེ་བཞག་ཟིན་ཡིན་ན། རྒྱལ་སྤྱིའི་གསར་ཁང་མང་པོ་ཅིག་ནང་ལ་སྐད་བརྡ་ཆེན་པོ་ཞུ་འཆར་དེ་ཤར་བ་དེ་གར་ཐོར་ལབ་ཡིན་ན་ད་ལྟ། Cape Verde Peninsula ཞེས་པའི་ས་ཆར་འདུག་ཧྥ་རན་སི་ནང་ལོ་ལོ་བོང་སྟེ Atlantic Coast ཞེས་པ Atlantic ཞེས་པའི་རྒྱ་མཚོ་དེའི་འཁྲིས་ལ་ཡོད་པའི་རྒྱ་མཚོའི་མཐའ་ལ་ཡོད་པའི། ཧྥ་རན་སི་གི་ཡུལ་སྐོར་སྤྲོ་འཆམ་པ

ཀུང་སི་དང་སོགས་གྲོན་ཁང་གི་ཡོལ་བ་དངོས་འདེམས་གཙོ་བྱས་དེ་ནས Tourist Area ཟེར་བ་ཡུལ་སྐོར་སྤྲོ་འཆམ་པའི་འཛོམས་ས་འདི་མང་པོ་ཅིག་ལ་ཡིན་ན་མེ་སྐྱོན་ཤོར་བའི་རྐྱེན་བྱས་ཡིན་ན་རྫ་བྲག་ཆེན་པོ་ཅིག་ཆགས་ཏེ་བཞག་ས་ཆགས་བའི་རྐྱེན་བྱས་ཡིན་ན་ད་ནི France གི་གཞུང་སྐད་ཡིན་ན་ཕི་ཁི་ལ་ཡུལ་སྐོར་སྤྲོ་འཆམ་པ་ལས་ངེས་ཡིན་ནའི་འདྲ་ཕི་ཁི་ལ་གཞིས་ཆགས་བྱས་དེ་ངེས་ཀྱི་མི་དེ་ཚོ་ཡིན་ནའི་འདྲ་ཁོ་ཚོ་གནས་སྤོས་བྱེད་དགོས་ཡོད་བྱས་རྗེས་བཀའ་ཕབ་བྱས། བཀའ་ཕབ་པའི་རྐྱེན་བྱས་ན་ད་ལྟའི་ཆ་ནས་ཡིན་ན་མི་དེ་ཚོ་མང་ཆེ་གཅིག་ནི་གྲུ་གཟིངས་ནང་བསྡད་རྗེས་རྒྱ་མཚོའི་བརྒྱུད་རྗེས་ས་ཆ་གཞན་པ་ལ་གནས་སྤོས་བྱེད་ཐག་བྱེད་བཞིན་པ་རེད་བྱས། Wild Fire སིལ་དུ་བ། མེ་ཤིང་ནགས་དེ་ཚོ་ཆར་པ་མ་བཏང་བ་བྱས་ཤིང་ནགས་དེ་ཚོ་སྐམ་དམིགས་བསལ་གྱི་ཐན་པ་བཏོན་བྱས་པའི་རྐྱེན་བྱས་ཡིན་ན་ད་ལྟ་ཡུ་རོབ་ནང་ལ་གནམ་གཤིས་ཚ་བོ་ཞིག་ཅིག་བཏོན་སོང་ཨ་ཨོ་ཨེ་ཀ། ཉི་ཁྲི་གཅིག་སྟོང་ལྔ་བརྒྱ་བརྩི་བྱའི་ས་ཆ་འཕེལ་རྒྱས་ལ་བརྩིས་བཞག་ས་དེ་ཡིན་ན་ཧེཀ་ཏར་བརྒྱད་སྟོང་བདུན་བརྒྱ་བརྩི་བྱ་རེད། འོན་ཏེ་ད་ལྟ་ཀེབ་བྷེ་རི་ཞེས་པའི་ས་ཆར་ཐོག་ཁ་འོན་དེ་ལ་བརྩིས་མེ་སྐྱོན་ཤུགས་ཆེན་པོ་ཞིག་ཤོར་སོང། མེ་གཏིས་ཤོར་དང་ཁྱབ་ཆེན་པོ་བར་ཡས་འབྱོར་བ་འོན་དེ་འདྲ་བྱས་འདུག་ས། ད་ལྟ་པེ་ནུ་སུ་ལ་ཞེས་པའི་ས་ཆར་ཐོག་ཁ་འོན་དེ་ལ་ཡིན་ན Full Evacuation ཟ་མི་ཡོད་རྒྱུའོ་མི་བདེན་གཉེན་རྟགས་ཚང་མ་ལོ་ཡིན་ན་སྟོང་པ་སྟོང་རྐྱང་བདེན་ན་འགྲིག་མ་རེད་བྱས་བྱས་ཡིན་ན་ཧྥ་རན་སི་གཞུང་གི་བཀའ་ཕབ་ཤགས་ད་ཕི་གི་ལ་ཡིན་ན་དབྱར་ཁའི་སྐབས་སུ་ཡིན་ན་མི་ཚང་མ་འཛོམས་ས་ཅིག་ཆགས་བསྡད་ཡོད་རེད་ས་ཚང་ཁ་ཚ་པོ་ད་ལྟའི་ཆ་ནས་ཡིན་ན་མེ་ལྕེ་དེ་འབར་བའི་རྐྱེན་བྱས་ཡིན་ན་ཕི་གི་གི་ས་ཆ་ཞུ་དོ་ཨ་འོང་འདི་ནས་ཡུལ་སྐོར་སྤྲོ་འཆམ་པ་ཡིན་ནའི་དྲ་གཞི་ཆགས་བསྡད་ངེས་དེ་ཚོ་ཡིན་ན་མང་ཤས་ཀྱིས་གྲུ་གཟིངས་བརྒྱུད་ཅེས་ཡིན་ན། བུ་སོ་སོའི་བསྡད་སའི་ས་ཆ་ནས་ས་ཆ་གཞན་པར་བགྲོད་ཡ་དེ་བྱེད། གཉིས་པ་དེ་ཡིན་ན་ལང་ཀ་སོ་སོའི་མོ་དགྲ་དང་འདྲ་བཏགས་ནས་མགྱོགས་མགྱོགས་བགྲོད་འབྱོར་བ་བོ་འདི་འདྲ་ཅིག་བྱེད་དེ་བཞག། བྱས་ཙང་ཧྥ་རན་སི་གཞུང་སྐད་ཡིན་ན་ཡུ་རོབ་ལྷན་ཚོགས་ལ་རོགས་སྐྱོར་གནང་དང་གསུངས་པའི་སྐྱེན་ཆས་ཡིན་ན་ཡུ་རོབ་ཀྱི་རྒྱལ་ཁབ་མང་པོ་འབྱོར་བ་བོ་འདི་ཚོས་ཨ་ནི་མེ་སུ་རུ་གར་ཡོད་པ་འདི་འདྲ་བཏང་བཞག་གནམ་གྲུ་ཡང་བཏང་བཞག་མང་པོ་ཞིག་བཏང་བྱས་ཡིན་ན་མེ་སྐྱོན་ཤོར་ས་དེ་ལ་མེ་བསད་དང་བསད་བཞིན་པ་རེད། དེ་ན་ཞིག་གི་རྣམ་འགྱུར་དེ་འདྲའི་བཏང་རྗེས་མཐེ་བོང་རྣམས་འགྱུར་བ་མི་དེ་ཚོ་བསྐྱབ་དང་བསྐྱབ་བཞིན་པ་རེད་ཤག་བྱས་རྗེས་ཡིན་ན་ས་ག་ན་མཉམ་སྤྱོད་གནང་སྟེ་ཤག་མེ་ཤོར་བའི་གི་རྒྱུ་མཚན་ག་རེད། France གི་གཞུང་གིས་ག་རེ་གསལ་བཤད་གནང་འདུག་ལབ་ཡིན་ན་མེ་ཤོར་དེ་དེ་གོང་དུ་ཞུས་ཚར་བ་ནས་བཞིན་ཉེ་ཆར་ཡིན་ན France གཅིག་པུ་མ་རེད་ཡོ་རོབ་ཁྱོན་ཡོངས་ལ་གནམ་གཤིས་ཚ་པོ་ཞིབ་ཕྱིར་བཏོན་རྗེས་ཡིན་ན་ས་སྐམ་པོ་ཆགས་ཐེམ་པ་བཏོན་བྱེད་པའི་རྐྱེན་བྱས་ཡིན་ན

དེ་ལས་ནི་མི། ཁྲི་ཁ་ཤས་དེ་ཉལ་ཡོད་རེད། བོང་འདི་ཨ་ནི་གནས་སྤོས་བྱས་བྱས་མི་སེ་འདི་ནང་དང་ནང་བཞིན་པ་རེད། སི་པན་དང་ཨི་ཏྲ་ལི་ཡི་ནས་ལས་ཤིག་ནང་མི་དྲག་ཐེ་བྱས་དཀའ་ངལ་འཕྲད་ཞོར་རེད་བ་བོང་དེ་འཇོག་ཁོ་ཚོའི་གི་ས་ཆ་དེ་ལས་དཀའ་ངལ་འདི་འཕྲད་བསྡད་ཡོད་རེད། Heat Wave ཟེར་འདུག་ཨ། ཚ་བ་ཤུགས་ཆེན་པོ་དེ་བསྟན་པའི་རྐྱེན་གྱིས། དེ་སང་ཧྥ་རན་སི་གཞུང་གིས་ཡིན་ན་ད་ལྟའི་ཆ་ནས་ཡིན་ན་གལ་གནད་ཆེ་ཤོས་དེ་ག་རེ་རྩིས་གནང་གི་འདུག་ལབ་ཡིན་ན་ཕི་ཀི་ལ་བདེན་གཉེར་གྱི་མི་དེ་ཚོ་དང་ཡུལ་སྐོར་སྤྲོ་འཆམ་པ་དེ་ཚོ་ཚང་མ་ལོག་ཡིན་ན་ས་ཆ་གཞན་པ་ལ་གནས་སྤོས་བྱས་འབྱོར་བ་འོ་འདི་གར་དོ་སྣང་སྤྲད་དགོས་རེད། ད་དེ་རིང་གི་གསར་འགྱུར་ནང་སྐད་གྲགས་ཆེ་བའི་ས་ཆ The Cape Ferret Peninsula ལ་ཞུ་དོགས་འོ་འདི་ག་འདྲར་འདུག་ཞུས་པས་ན། France གི་ལྷོ་ནུབ་སུ་ཡོད་པའི Atlantic རྒྱ་མཚོའི་གི་མཐའ Atlantico ཟེར་བ་འོ་འདི་འདྲའི་གི་ས་ཆ་ཆེ་རེད་ས་ཆ་ཆུང་ཆུང་ཆེ།

སྒོ་སྤྲོ་འཆམ་པ་དེ་ཚོ་ཡིན་ན་ག་དུས་ནས་གཡག་ཡའི་སྐབས་སུ་ཡུལ་སྒོ་སྤྲོ་འཆམ་ལ་སླེ་བྱས་ཡིན་ན་རྐང་འཁོར་གཟིར་བ་སའི་སྐར་བཏང་བྱས་ཡིན་ན་ད་ལྟ་ཁོ་ཚོ་ཤིང་ནགས་ཀྱི་ལ་བྲོས་དང་རྒྱ་མཚོའི་མཐའ་ལ་བྲོས་དང་རྒྱ་ཆི་བོ་རེད། Cape Ferret Lighthouse ལས་ཞུ་བ་གློག་གི་ཁང་པ་ཆེན་པོ་ཆེན་པོ་ཡོང་དེ་ཡོད་རེད། ཨ་ནི་དེའི་སྒང་ལ་རྩ་བ་ཡིན་ན་ཨ་ནི་ཡུལ་ལྗོངས་ལྟ་ན་སྡུག་པ་འདྲ་མཐོང་ཡང་ཡོད་རེད། འགལ་ན Paranomic View ཟིག་འདུག། རྒྱ་མཚོའི་མཐའ་ཡི་ཡུལ་མཇུག་དེའི་སྐད་ཆ་ཆེན་པོ་དེ་ཡིན་ན་ཧྥ་རན་སི་གྱི་མི་སྣ་གྲགས་ཅན་ལྟད་མོ་འཁྲབ་ཉན་གྱི་ཡོད་རེད་པ Celebrities ཟེར་བ་དེ་ཚོ་ལས་སི་དང་ཡུལ་སྐོར་སྤྲོ་འཆམ་པ་ལས་སི་སྐད་ཆ་ཆེན་པའི་སྐད་ཆ་ཤིན་ཏུ་ཆེ་བའི་ས་ཆ་ཅིག་ཆགས་བསྡད་ཡོད་རེད། འོ་འདི་རིང་ཡིན་ན་དེ་རིང་ཡིན་ན་མེ་སྐྱོན་ཤོར་བ་རེད་བྱས་བྱས་མི་ཚང་མ་ལོ་བོད་ད་བོད་བཞིན་པ་རེད་ཤག་ཁོང་དེ་འདྲའི France དང་འབྲེལ་བའི་གསར་འགྱུར་གསར་བ་ཞིག་དོགས་ཞུས་ཡིན། དེ་རིང་མཉམ་འབྱོར་ཞོལ་གྱི་གསར་འགྱུར་ཞིབ་འབར་དེ་ཡིན་ཨ་རི་དང་ཨི་རན་བར་གྱི་དམག་དང་འབྲེལ་བའི་གསར་འགྱུར་གསར་བ་ཞིག་དོགས་ཞུས་ཡིན། ད་ལྟ་ཨ་རི་དང་ཨི་རན་བར་ཡིན་ན་མུ་མཐུད་ཅིག་ད་དུང་དམག་བརྒྱབ་དང་བརྒྱབ་བཞིན་པ་རེད། དེ་རིང་ཡིན་ན་སི་སི་ཁྲོམ་གྱི་རྒྱལ་སྤྱིའི་གསར་ཁང་ནང་ལ་ག་རེ་མཉམ་འབྱོར་གནང་འདུག་ལབ་ཡིན་ན། ཨི་རན་གྱིས The Strait of Hormuz ཞེས་པ་དེའི་སྐབས་ལ་ཚོང་གི་གྲུ་གཟིངས་དང་གྲུ་གཟིངས་གང་འདྲ་བྱིན་པ་ནས་ཡར་མར་འགྲོ་དུས་ཙམ་པའི་བར་ཚད་ཞུས་རྗེས་གཏོར་སྐྱོན་གཏང་འཇོག་བྱོས་མ་རེད་པས་འོང་འོང་དེ་རིང་ལ་པའི་ཤགས་ཀྱི་སྐྱིན་ཚབ་དེ་འདྲའི་ཡིན་གྲུ་སིང་གི་བདག་པོ་དེ་ཚོ་ལ་རེད་པ། ད་པའི་ཤགས་དེ་ཡིན་ན་དངུལ་དེ་ཡིན་ན་ཨི་རན་གྱི་དངུལ་དང་རྒྱུ་ནོར་དང་དེ་འདྲའི་ཨ་རིག་གི་གཞུང་གིས་བཀག་སྡོམ་བྱས་ཤག་རྒྱུ་ཆོས་མ་རེད་པས། Sanction ཟེར་བ་འོ་འདི་ནས་ནི་གླེང་བྱས་ཡིན་ན་ནི་ད Strait of Hormuz ཞེས་པ་དེ་ག་འབྲུ་ཉལ་གྱི་གྲུ་གཟིངས་དེ་ཚོའི་གཏོར་སྐྱོན་ཤོར་སྐྱོ་དེ་ཚོའི་གི་དངུལ་དེ་ནི་སྐྱིན་པོ་ཏྲེ་ཨོ་ཟེར་བྱས་ཀྱི་རྒྱལ་སྤྱིའི་ས་ཁང་ན་མཉམ་སྤྱོད་གནང་ཞུ་ཤགས། གྲུ་གཟིངས་ག་རེ་ག་རེ་ཚུད་འདུག་ལབ་ཡིན་ན Commercial Ship། ཟེར་བ་ཚོང་འབྲེལ་གྱི་གྲུ་གཟིངས་དེ་ཡོར་བ་ཡ་མ་ཨོ་སྤྲོད་བྱེད་བྱས་ལ་དངོས་ཟོག་ཨོ་སྒྲིལ་བྱེད་ཀྱི་གྲུ་གཟིངས་ཡོར་བ་འོ་དེ་ཚོ་ལ་ཡིན་ན་ཨི་རན་རྒྱལ་ཕམ་ཞུ་བྱེད་གཏོར་སྐྱོད་སྐྱོན་ཆག་འགྲོ་སྐྱོད་དེ་ཚོ་ལ་ནི་ཨ་རིའི་དངུལ་དེ་སྐྱིན་ཚབ་སྤྲད་ཡིན། ནས་ཀར་ཀོ་ལའི་དོར་བ་ཀར་ཀོ་ལའི་དེ་ཡིན་ན་གྲུ་གཟིངས་དག་དེ་ཚོ་སླེ་དུས་ཙམ་པའི་ཕི་གི་ལ་བཞག་ས་ཞུ་དོ་ག་ཆེན་པོ་ཞིག་ས་ཆ་འོ་དེ་གཏོར་སྐྱོན་བྱུང་ཡོད་པ་ནི་ཨ་རིའི་སྲིད་འཛིན་ཁྲོམ་རྒྱལ་ཡིན་ན་འདི་རང་གི་དངུལ་དེ་ནི་ཁྱེད་ཚོ་ལ་སྤྲད་ཡིན་དེ་དཀར་བཀོད་ལས་དེ་ཡང་བསྐྱར་བཟོས་ལ་སྐྱིན་ཚབ་སྤྲད་ཡིན་ལ་དེ་བཞག། ཉེ་བའི་ཆ་ནས The Street of Hormuz ཞེས་པ་འདིའི་སྐར་ལ་ཡིན་ན་གྲུ་གཟིངས་དག་དེ་འདྲའི་གྱོང་གུན་ཕོག་ཀྱོག་འདྲ་ཡོད་རེད་པ་དེ་ཚོ་ཚང་མ་ལོ་ལེགས་ནས་དངུལ་དེ་སྤྲད་ཡིན་དེ་སྐྱིན་པ་གར་ཁྱེད་ཚོ་ལབ་ཡིན་ན་སྲིད་འཛིན Trump གྱིས Any and All Damage གཏོར་སྐྱོན་བྱུང་ཀྱོག་ཚང་མ་ལོ་ཡིན་ན་ནི་སྲིད་འཛིན Trump གྱིས་སྐྱིན་ཚབ་སྤྲད་ཡིན་ལ་དེ་བཞག་པས་བཞག་རེད་པ་གྲུ་གཟིངས་དེ་འདྲས་ནི་ཨ་རི་དང་ཨི་རན་བར་གྱི་གསང་རྒྱུ་གསར་བ་ཞིག་ཏུ་བཞུགས་ཡིན། དེ་ནས་མཉམ་རྗེ་ཞོལ་གྱི་གསང་རྒྱུད་གཤིན་པ་འདི་ཡིན་ན། འཛམ་བུ་གླིང་གི་ཨང་རྩིས་ཀྱི་བྱ་དགའ་འདི་རྒྱ་མི་གཉིས་ལ་རག་ཤགས་དེ་རིང་འདི་དང་འབྲེལ་བའི་གསང་རྒྱུད་འདི་གསན་རོགས་གནང། ད་ད་ལྟའི་ཆ་ནས་ཡིན་ན་འཛམ་བུ་གླིང་ནང་ལོ་ལ་ཨང་རྩིས་ཀྱི་རྩིས། མགོ་རྙོག་ཚ་ཤོས་ཤོས་ཡོད་རེད་བསམ་འོང་དེ་ཡིན་ན་རྒྱ་མི་གཉིས་འདུག་ར་བུ་ཞིག་དང་བུ་མོ་ཞིག་ཁོ་གཉིས་གཉིས་ཀས་ཡིན་ན་དེ། ཨང་རྩིས་ཀྱི་རྩིས་གཞི་དེ་རྩིས་ཐུབ་རེད་འདུག་རྒྱ་མི་གཉིས་དེ་ཡིན་ན་ཨང། རྒྱ་ནག་གི་དེ་འདྲའི་ཞེས་ཨང་རྩིས་རིག་པ་སུ་མར་བའི Mathematician ཞིག་འདུག་ཨིན་རྒྱ་ནག་གཞུང་ན་འོང་དེའི་མིང་ལ་ད་ལྟ Wang Hong Lesh དང Deng Yun Lesh འདུག་ཁོ་གཉིས་གཉིས་ཡིན་ན་རྒྱ་ནག་གི་མི་ཡིན་པ་ཆེ་ནི་ཨང་རྩིས་ཀྱི་རྩིས་གཞི་འཛམ་བུ་གླིང་ན་དཀའ་ལས་ཁག་ཤོས་དེ་རྩིས་རྗེས་དེ་རིང་ཡིན་ན་ཁོ་གཉིས་གཉིས་ལ་བྱ་དགའ་ཐོབ་རེད། དེ་ཡིན་ན་འཛམ་བུ་གླིང་ཁྱོན་ཡོངས་ཀྱི་ཨང་རྩིས་ཀྱི་གཟེངས་རྟགས་འཇོག་མར་བའི་བོང་དེ་རྒྱ་མི་དེ་ཉིད་ལ་ཕུལ་བ་རེད། ཨང་རྩིས་ཀྱི་གཟེངས་རྟགས་བཞེས་མི་འདུག་པའི་བོང་དེ་ཡིན་ན་མི་གཞན་པ་དེ་ཚོའི་མིང་གར་བཏགས་འདུག་ལབ་པའི Nobel Prize for Mathematics ཨང་རྩིས་ཀྱི་ནོ་སྦེལ་གཟེངས་རྟགས་ཡང་འབུལ་སྲོལ་ཡོད་རེད། གཟེངས་རྟགས་རག་ས་དེ་ཡིན་ན་ད་ལྟ་ཨ་རིའི་གི་ས་བཅའ Philanthropia ལས་འདི་ལ་གཟིངས་རྟགས་འདི་ཕུལ་ཤཱས་རི། ཧུང་ཝང་ཞེས་པ་འདིས་ལོ་གསུམ་སོ་ལྔ་བྱེད་འགྱོ་དེ་ཨང་རྩིས་ཀྱི་རྩིས་གཞི་འདི་རྩིས་རྗེས་ན་གཟིངས་རྟགས་རག་པ་བུད་མེད་གསུམ་པོ་དེ་ཆགས་བསྡད་ཡོད་རེད། ད་ལྟ་ཨང་རྩིས་ཀྱི་གཟིངས་རྟགས་ཕུལ་འདུག་བ་གོ་ལས་ན་སྐད་གྲགས་ཆེ་ཤོས་དེ་ཡིན་ན་ལོ་བཞིའི་ནང་ལ་ཐེངས་མ་གཅིག་མ་གཞི་ཕུལ་འོ་མ་རེད། ད་ལོའི་གི་གཟིངས་རྟགས་འདི་ཡིན་ན་རྒྱ་མི་གཉིས་ལ་གཟིངས་རྟགས་ཐོབ་ཤཱས་ཆེ་རྗེ་རྒྱལ་སྤྱིའི་ས་ཁང་ནང་མཉམ་འཇུ་བྱས་ཏེ་ཤཱས་དེ་ནས་མཉམ་སྤྱོད་ཞོལ་གྱི་གསང་རྒྱུད་གཞན་པ་དེ་ཡིན་ན་དེ་རིང་ཨེ་ལོན་མཱ་སི་དང་འབྲེལ་བའི་གསང་རྒྱུད་གསར་པ་ཞིག་འདུག་དེ་ཡིན་ན་འཛམ་གླིང་གི་ཅུང་དང་ཨེ་ལོན་མཱ་སི་ཁོང་ལ་ཉེ་ཆར་བཅར་འདྲི་ཞུ་རྒྱུ་ཞིག་འདུག་ཉེ་ཆར་ལོ་རེ་དེ་རིང་བཅར་འདྲི་ཞུ་རྒྱུ་ཞིག་འདུག་བཅར་འདྲི་ལེ་ཚན་གཙོ་སྐྱོང་བྱེད་མྱེད་མཁན་ཁོ་རང་ལ་ག་རེ་བཅར་འདྲི་ཞུས་སོ་ལབ་ཡིན་ན་ཨེ་ལོན་མཱ་སི་ཁོ་རང་ཡིན་ན་མི་རེ་དབྱེ་འབྱེད་བྱེད་མྱེད་མཁན་མི་སྦྱིན་པས་ལ་སོ་ཁོང་གས་ཡིན་ན་མེན་ལ་སོ་བ་ག་ཅན་ལབ་ཡིན་ན་ཁོ་རང་གི་ད་ལྟའི་གི་དགའ་རོགས་ཞིག་འདུག་ཨ་དགའ་རོགས་དེའི་མིང་ལ་ཤེ་ཝིན་ཛི་ལི་སི་མོ་རང་ཡིན་ན་རྒྱ་གར་ཕྱི་མ་ཁྱེད་ག་རེ་ས་བྱས་ཙང་ཁོ་རང་མི་རིགས་དབྱེ་འབྱེད་བྱེད་ཉེས་ཀྱི་མི་མེད། ཁོ་རང་གི་དགའ་རོགས་དེ་ཡིན་ནའི་ལས་ནི་རྒྱ་གར་གྱི་མི་རྒྱུད་ཆེ་སྐྱོར་བྱེད་ཡིན་ལ་དེ་ཤ Elon Musk གྱི་ད་ལྟའི་གི་དགའ་རོགས་ཞུ་འདུག་ག་ཁོ་རང་ལ་དགའ་རོགས་མང་པོ་བཞག་འདུག་ག་ད་ལྟའི་གི་དགའ་རོགས་དེ་མིང་ལ་ཤི་ཝིན་ཛི་ལིས་ཟེར་འདུག་ག་མོ་རང་ཡིན་ན་ཀེ་ན་ཀྲ་གྱི་མི་ཚེ་རེད་ཤར་བ། མོ་རང་གི་ཨ་མ་དེ་ཡིན་ན་འདིར་ཤར་རྒྱ་གར་ནས་གནས་སྤོས་བྱེད་སྐྱོར་ཆེད་པན་ཇབ་འཇུས་བ། པ་འཇབ་ཀྱི་རིགས་རྒྱུད་ཅི་རེད་ཤ་ད་མོ་རང་ཆུ་འཇུ་དགོས་དུས་སྐྱེ་ས་དེ་ཡིན་ཨོ་འཕྲོ་རོ་རེད་ལས་འདིར་ཤ་སྐྱེ་ན་སྐྲག་གི་སྐྱེ་ས་ཨ་མོ་རང་གི་ཨ་མ་ལགས་ཀྱི་ཡིན་ན་མོ་རང་སྐྱེ་ཚར་བའི་རྗེས་སུ་ཡིན་ན་མི་ལ Adoption བཟོས་འདུག་མི་ལ་སྐྲའི་སྦྱོར་བ་འོང་འདུག་སྐྱེ་ཤ་བ་རེད་ས་སྐྲའི་ཤ་དུས་ཙམ་པའི་ཡིན་ན་ཨ་ནི་མོ་རང་གི་ད་ལྟའི་གི་ཕ་མ་དེ་ཡིན་ན Biological སི་མ་རེད་དངོས་གནས་གི་ཕ་མ་དེ་མ་རེད་ད་ཆུ་འཇུ་ནས་མི་ལ་སྐྲའི་ཤ་སྐྱོར་ཅིག་སོང་ཙང་ཡིན་ན་ཡིན་ནའི་ལས་མོ་རང་གི་ཨ་མ་དེ་པ་འཇབ་པའི་བྱེད་པ་པ་དེ་ཡིན་ན་རྒྱ་ནག་གྲགས་ཡིན་མི་རེད་བསམ། གོང་དུ་བཤད་ན་མོ་རང་ཡིན་ན Elon Musk གིས Open AI ལས་དེ་དང་ལྕེ་སི་ལ་ལས་དེ་ཚོའི་ནང་ལོ་ལས་ཀ་བྱེད་ངེས AI གི་ཚན་རིག་པ་གཅིག་རེད་འདུག་ག་ཁོ་གཉིས་གཉིས་ད་ལྟའི་ཆ་ནས་ཡིན་ན་དགའ་རོགས་ཡིན། མི་རིགས་ཡིད་ཆེས་མེད་ལ་དེ་ཞར་བ། གཉིས་པ་དེ་ཁ་ར་ཤས་སུ་ལབ་ཡིན་ན་ཨ་ནི་ཁ་ཆེ་ལ་ཁོང་ཁྲོ་ཟ་འོས་པའི་ལ་སུ་ལེ་ཚན་བཙོག་སྐྱོ་བྱེད་ངེས་དེ་ཚོས་ཨ་ནི་ཁོང་རྒྱལ་ཡིན་ན་ཐད་ཀར་ལན་རྒྱབ་མ་ཟུར་བ་ཁ་ར་ཤས་སུ་ལབ་ཡིན་ན། འཛམ་བུ་གླིང་འདིའི་ག་ལ་བོད་མི་ལ་བཙན་གཡེམ་དང་གཉིས་མི་བསད་ངན་དེ་ཚོ་ལ་དགའ་པོ་མེད་ལ་ཟེར་བ་ནི་ཉིའུ་རོ་གླིང་ལས་གཞན་པའི་དབང་རྩལ་གྱི་ལས་ཁུངས་ཞུ་བ་སྐམ་པོ་ནི་འོང་དེ་ཡང་ད་ལྟ་གསར་གཏོད་གར་ཆེད་དུ་ལབ་ཡིན་ན་མི་དེ་འདྲས་ཨ་རིའི་ནང་ལོགས་ལ་མི་དེ་འདྲས་མོ་ཅོ་དུང་པོ་ཤོར་རྗེས་ཡང་མེད་ན་དབང་རྩལ་ཉམས་འགྱོག་དགུ་འགྱོག་ཟུག་པོ་གང་ཚ

ཤ་ཧ་བྷུ་དིན་ལ་སི། འོན་ཏེ་ཡིན་ན་ད་ཡང་བཱང་ལ་དེ་ཤི་ནང་ལོགས་ཀྱི་ཆབ་སྲིད་པ་དེ་ཚོས་གནོན་ཤུགས་ཅུ་སྤྱད་ཆེད་ཡིན་ན་ཁོ་རང་གི་སྲིད་འཛིན་གྱི་གོ་གནས་དེ་ནས་མའོ་སྤི་ཡ་རེད། སྤི་ཝེ་ཀྱི་རྒྱུ་མཚན་དེ་གར་དུ་ལབ་ཡིན་ན་ད་ལྟ་བཱང་ལ་དེ་ཤི་གི་ཤིག་ཧ་སི་ན་ལས་ཞུ་དོ་ག་འོན་དེ་གི་གྲོགས་པོ་ཞིག་མ་རེད་པས་དེ་ལ་རྒྱབ་སྐྱོར་བྱེད་མྱོང་ཡོད་ན་མེད་ན་དེ་ཆ་དེ་ཡོད་རེད་ད་ལྟའི་གི་སྲིད་འཛིན་དེ། ད་སྤྱིར་བཏང་ཁོ་རང་ད་ལྟའི་ཆ་ནས་ཡིན་ན་སྲིད་འཛིན་རེད་ས་སྲིད་འཛིན་བྱས་བྱས་ཡིན་ན་ལོ་ལྔ་པོ་འདི་བྱེད་དགོས་རེད་ས་ད་ལོ་ལྔ་པོ་འདི་བཅུག་མ་བསྡུས་གོང་ལ་ཡིན་ན་ཁོ་རང་མ་ལས་གནས་ནས་དགོངས་པ་ཞུ་ཡོད་བྱས་བྱས་བང་ལ་དེ་ཞིག་གིས་གནོན་ཤུགས་ཆེན་པོ་སྤྲད་བྱས་ཡིན་ན་ཁོ་རང་མ་ལྐོ་བརྒྱ་ནས་དགོངས་པ་ཞུ་ཡོད་ལ་དེ་བྱས་ཁོ་རང་དགོངས་པ་ཞུ་དགོས་ཡ་གི་རྒྱུ་མཚན་གར་དུ་ལབ་ཡིན་ན་བང་ལ་དེ་ཞིག་གིས་ཁོ་རང་ཡིན་ན་ད་ལྟ་གཅིག་ཧད་སྲིད་ན་ལས་ཡོད་འདུག་ག་འོ་འདིའི་རྒྱབ་སྐྱོར་བྱེད་མཁན་ཡོད་ན་མེད་ན་དེ་ཆ་དེ་ཡོད་རེད་བ་འོ་འདིའི་རྐྱེན་བྱས་ན་ན་ལོ་ནས་གནོན་ཤུགས་ཤི་སྤྲད་ཅེས་ཁོ་རང་དགོངས་པ་ཞུ་ཡོད་ལ་དེ་ཤ་མིག་སེར་གྱི་ཁི་སིན་གྱི་ས་ཁ་ན་གར་བཤད་རེད་ལབ་ཡིན་ན་གཅིག་ཧད་སྲིད་ན་ཞེས་པ་དེ་སྤྱི་ཟླ་བཅུ་གཉིས་སྔོན་ལ་ཡིན་ན་བང་ལ་དེ་ཤི་ལ་ལོ་ལེགས་ཡིན་ལེ་གསུང་ང་ད་མོ་རང་ད་ད་རྒྱ་ད་ལྟའི་ཆ་ནས་ཡིན་ན་རྒྱ་གར་ལ་སྐྱབས་བཅོལ་བྱེད་བསྡད་དེ་ཡོད་རེད་བསམ་ད་རྒྱ་གར་ནས་ཡིན་ན་བང་ལ་དེ་ཤི་ལ་ཕར་ལོག་འགྲོ་གི་ཡིན་ལེ་གསུང་ང། གནས་ཡིག་བང་ལ་དེ་ཞིག་གི་ཁར་བཤད་པའི་ལབ་ཡིན་ན། སྤྱི་ཟླ་བཅུ་གཉིས་པ་དང་དགུ་ཐུགས་སུ་མ་རེད་ད་ལྟ་ལབ་སང་ལོ་ལེགས་དགུ་ཡོད་ལ་རེད་ད་ཕར་ལས་སུ་ན་གཟུགས་ཁྲིམས་གཅིག་རེད་བྱས་རྗེས་ཡ་མེད་ན་ཚེ་བཙོན་ཙོང་ཁ་ན་བཅུག་རེད་བྱས་རྗེས་མོ་རང་གི་ཚོད་དཔག་བྱེད་ཐུག་འདུག་ལབ་སོང་ང། མོ་རང་ད་ད་ལྟའི་ཆ་ནས་ནི་གོ་བརྡ་ཞུས་ཚར་བ་རེད་བང་ལ་དེ་ཞིག་གི་གཞུང་ལ་ད་མོ་རང་ཉི་མ་ལྐོག་གསོད་རུལ་སུངས་དང་སྒེར་གཅོད་དང་མང་པོ་ཅིག་བྱས་རྗེས་ཡིན་ན་རྒྱ་གར་སྐྱབས་བཅོལ་ཁྲོད་འགྲོ་དགོས་འོང་དེ་བཟང་གལ་སྲིད་ད་ད་ལྟའི་གི་སྲིད་འཛིན་དེ་དགོངས་པ་ཞུས་པ་ཡིན་ན་ད་ཁོ་ཚོས་ནི་བར་སྟོང་གི་སྲིད་འཛིན་ཅིག་ཨོ་བསྐོ་བཞག་བྱེད་ཀྱི་རེད་ས། ད་ཇོ་མག་གི་སྲིད་འཛིན་གསར་བ་དེ་འོས་བསྡུ་བྱས་རྗེས་བསྐོ་བཞག་མ་བྱས་པོ་དོ་ཡིན་ན་ནི་བར་སྟོང་གི་སྲིད་འཛིན་གཅིག་བསྐོ་བཞག་བྱེད་ཀྱི་རེད་བྱས་རྗེས་ཡིན་ན་བང་ལ་དེ་ཞི་དང་འབྲེལ་བའི་གསང་རྒྱུ་གསར་བ་ཞུ་དོ་ཞུ་ཡིན། དེ་རིང་མཉམ་འབྱོར་ཞོལ་གྱི་གསང་རྒྱུ་གསར་བ་དེ་ཡིན་ན་རྒྱ་གར་གྱི་སྲིད་བློན་མུ་དྷི་དང་འབྲེལ་བའི་གསང་རྒྱུ་གསར་བ་ཞུ་དོ་དེ་རིང་གི X ནང་ཡིན་ན་ཆུ་ཚོད་བཅུ་བཞི་སྔོན་ལ་མུ་དྷི་ཁོ་རང་གིས་རྒྱ་གར་གྱི་སྐད་ཧིན་དྷི་ནང་ལ་ཡིན་ན་སྐར་མ་གཉིས་དང Second Second བར་ལྔ་བཅུ་ང་དྲུག་བྱེད་རྒྱུ་གི་གཏམ་བཤད་ཞིག་གནང་ཤག་ཁོ་རང་རང་གི་པར་རྒྱབ་ཅེར་བ་དུས་རྒྱུན་ཡིན་ན་ཁོ་རང་གི X གར་དེ་འདྲ་མཐོང་ཡ་ཡོད་མ་རེད་ས་དམིགས་བསལ་གྱི་རྒྱ་གར་ནང་ལོ་ལ་དེ་འདྲའི་ཟང་ངུ་ཟིང་ངུའི་རྙོག་དྲ་འདྲ་མང་པོ་བྱུང་སྟེ་འོར་བ་ད་རྒྱལ་ཁབ་འཛམ་གླིང་ནང་ལ་མི་འབོར་ཆེ་ཤོས་ཀྱི་རྒྱལ་ཁབ་ཅིག་ཆགས་དེ་དུས་ཙམ་པའི་ཡིན་ན་ད་རྙོག་དྲ་མེད་པ་ཅིག་ཡོད་མ་རེད་བ་བྱས་ཙང་དུས་རྒྱུན་ཡིན་ན་ཁོ་རང་གི་དེ་འདྲའི་བརྙན་ཐུང་འདྲ་ཞིག། གཟུགས་མ་རེད་ཞེས་རྒྱལ་སྤྱིའི་ས་ཁང་ནང་བཤད་དེ་ཤར་བ་ཡིན་ནའི་དེ་རིང་ཡིན་ན་བདག་གི་སྲིད་བློན་མུ་དྷི་ག་ཡིན་ན་ཁོ་རང་གི་ཨེག་སི་ཀ་ལ་དངོས་སུ་གཏམ་བཤད་གནང་ཡང་འབྱོར་བ་སོ་སོའི་གི་པར་རྒྱབ་རྗེས་ཡིན་ན་ད་ཁོང་གི་ཁར་སྲུང་དོར་ལབ་ཡིན་ན། གཏམ་བྱེད་ཀྱི་ཡིག་ཆ་དང་གི་དྲི་བ་དེ་མ་བཙོང་ཉོ་ཚོང་བྱས་དེ་ཡིན་ན་ཁོ་རང་ཉོ་ཚོང་བྱེད་མཁན་དེ་ཚོ་ལ་ཡིན་ན་ཆད་པ་རྒྱག་གི་ཡིན་ཟེར་བ་གསར་རྙིང་ཡིན་ན་གྲོས་ཚོགས་ཡོད་རེད་པ་དེ་དང་འབྲེལ་བའི་ག་ལ་སྐད་ཆ་བཤད་ཀྱི་ཡིན་ཞེས་ཀྱི་གསུངས་ཤག